ཨོ་ད་འཇིགས་བྱེད་རྒྱལ་སྤྱིའི་ཁ་ཤས་ཤི་སྟག་མི་ཡིན་ཟེར་རེད། ད་རྟག་པར་གཞན་པ་ཚོ་དྲག་འདི་ག་ཅིག་ཨོ་ད་འདི། གེགས་ཤིག་ཡ་མ་ར་ཚ་སི་ཏིང་ཨོ་ད་འདི། མི་ཤི་ད། ཁྲི་རམ་ཅེ་སོང་རེད། ཁྲི་རམ་ཅེ་སི་དུས་ཙ་ནི། གེགས་ཤིག་ཡ་མ་ར་ཚ་འདི། ད་གེགས་ཤིག་ཡིན་ན་སྐྱིད་རིམ་པོ་ཡིན་ན་མི་ཤི་འདི་ག་ད་པའི་ཡ་མ་ར་ཚ་སི་ངན་འདི་འདི་ནི། མི་ས་གོང་རིན་པོ་ཆེ་གིས། ད་ཁྱོད་འདི་ག་ཚོགས་རེད་ས་གོང་རིན་པོ་ཆེ་ད་ད་ཞབས་སེ་ནི་ག་རོ་ཆེན་པོ་ཡིན་པ་རེད་བྱས་ཙང། ཨེ་ནི་ཁོ་རང།

དེ་སྨིན་དུ་ལ་སིང་གི་སྐད་ཅིག་རེད། ས་དེ་དེ་ཡིན་དོན་ཨ་ད་དྲག་ང་དྲག་ནས་ཕྱིན་པ་ཡིན་ན་དེ་དེ་འདི་ཅིག་རེད་ཞེས་ཨ་ཁ་གོ་རེད། ས་དེ་དེ་ཡིན་དུས་ད་ངོ་ཏོག་ཅིག་སེམས་ནས་ཆོས་བྱ་ཞིག་མ་བྱུང་ན་ད་ག་ནས་ཤིག་གི་འབྲོམ་སྟོན་ཆོས་ཀྱི་རྒྱལ་པོའི་ཨ་ནི་སྐབས་ཅིག་འབྲོམ་སྟོན་ཡིན་པ་ཡིན་ད་ཨ་མི་གཅིག་གིས་ཆོས་བསྟན་ན་ཡང་སྐོར་རྒྱབ་ཅིག་བསྡད་ཀྱི་ཡོད་པ་རེད། ཨ་ནི་འབྲོམ་སྟོན་ཆོས་ཀྱི་རྒྱལ་པོ་ཕལ་ཆེར་འབྲོམ་ཆོས་ཀྱི་བ་ཡིན་པ་ཡོད་བྱས་ནས་ད་སྐོར་ཆོས་བསྟན་ལ་སྐོར་བ་བརྒྱབ་པ་དེ་ཡག་པོ་རེད་དེ་དེ་ལས་ཀྱང་ཆོས་ཤིག་བྱས་ན་ཨ་ཟེར་སོང་བ་ཡིན་པ་རེད། ད་ཁོས་བསམ་བློ་གནང་ན་ཡང་ཕལ་ཆེར་ད་སྐོར་རྒྱབ་སེམས་ཁ་ཡང་ཁ་ཡང་མིག་ཡང་ཆད་དེ་བསྡད་པ་ཡིན་ན་ད་ཕལ་ཆེར་ཆོས་ལུགས་མེད་པ་རེད་བསམ་ནས་ཨེ་ཁོ་འགའ་ཨ་མདོ་དྲངས་བྱས་བསྡད་པ་ཡིན་པ་རེད། ཨ་ནི་ཨ་མདོ་འགྲོ་འདོད་པ་ཡིན་ན་དེ་གོ་ཨོ་ད་ཨོ་ད་ཁྱོད་རང་གཟུགས་ངག་དྲངས་པ་ཡག་པོ་རེད་དེ་དེ་ལས་ཀྱང་ཆོས་ཞིག་བྱ་ན་སོང་ཡིན་པ་རེད། ཨ་ནི་ཁོས་བསམ་བློ་གནང་ད་སྐོར་རྒྱབ་ནས་ཆོས་མེད་པའི་བཟོ་རོ་ངག་ཅིག་དྲངས་ནས་ཆོས་མེད་པའི་བཟོ་ཞིག་ད་ཆོས་ག་རེ་བྱེད་དགོས་ཡིན་ན་བསམ་དྲན་བྱེད་ཨེ་ན་ཨོ་དེ་ག་དམ་པའི་གེགས་ཞིག་དེ་ལས་ད་འོ་ན་ཆོས་ག་འདྲ་བྱེད་དགོས་རེད་བསམ་ནས་སོང་ག་འདྲ་ཞུས་པ་རེད།

ཞིག་ཁྱད་པར་བ་ཞིག་ཡོད་དེ་ངས་ངོ་ཐོག་འགག་རྩ་ཐུག་ན་ཤེས་པའི་དྲི་མ་མེད་དེ་ངས་དེ་འདྲའི་མང་པོ་ང་ཚོ་ལ་ཡོང་བསྡད་ཡོད་པ་ཤག་དེ་འདྲ་ཡིན་དུས་དེ་ཐམས་ཅད་ལ་ཁ་རས་ལེན་པ་ཞུ་ན་སེམས་ནས་ཆོས་བྱེད་ཡག་དེ་ཡག་པོ་ཞིག་མ་ཤེས་པ་བྱས་ང་དེ་འདྲ་གི་ཐོག་ནས་ད་དུས་ཆུང་འགྲོ་གི་ཡོད་ས་རེད་གང་ལྟར་སེམས་ནས་ཆོས་བྱེད་ཡག་དེ་ཁྱེད་ཅག་གལ་ཆེན་པོ་རེད་སེམས་ནས་ཆོས་བྱེད་ཡག་དེ་བྱེད་ཡག་ཕྱིན་ཆད་ད་ཆོས་ཆོས་སུ་འགྲོ་ཡག་ཅིག་ཕལ་ཆེར་ཡོང་ཡག་རེད། ངག་ནས་ཆོས་བྱེད་པ་དེ་ཆོས་སུ་འགྲོ་མི་འགྲོ་ཐེ་ཚོམ་རེད། ད་ག་ན་ཞིག་གིས་ལུས་ཀྱིས་ཆོས་བྱེད་པའི་རིགས་དེ་ཆོས་ལ་འགྲོ་མི་འགྲོ་ཐེ་ཚོམ་རེད། དཔེར་ན། ང་རང་ཚོ་ཅིག་ད་ཅིག་ཆང་རྩལ་སྐོར་སྦྱོང་ལ་བྱེད་བསྡད་ཡ། ལུས་ཀྱི་དགེ་བ་བསྒྲུབ་གི་ཡོད་རེད་དེ་ཡིན་ནའི་ཆང་རྩལ་སྐོར་སྦྱོང་བྱེད་བཞིན་པའི་མུ་ལ་སེམས་ནས་འཇིག་རྟེན་ཆོས་བརྒྱད་ཀྱི་རྣམ་རྟོག་འདྲ་མེད་འདྲ་ཞིག་རེ་དོགས་རྣམ་རྟོག་འདྲ་མེད་འདྲ།

ལོ་ཟླ་གཅིག་སིམ་ནས་པས་རྣམ་རྟོག་དགྲ་མེ་འདྲ་ལི་ཡ་བར་རྣམ་རྟོག་རྒྱ་ཡན་ལ་བཏང་བྱས་ནས་ཕྱག་འཚལ་བསྐོར་སྲུང་བྱས་པ་ཡིན་ན། ཁོ་ལུས་ཀྱི་ཆོས་རུ་ཞིག་ཡོད་རེད་དེ་ཁོ་སེམས་ནས་པས་མི་དགེ་བ་རྣམ་སྨིན་སྣ་ཚོགས་བསམ་ཁོག་ཐུགས་ཁུར་བ། དེ་བཞིན་དུ་གཟུངས་སྔགས་དྲངས་པ་ཡིན་ན་ངག་ནས་ད་གཟུངས་སྔགས་ཅིག་དྲངས་པ་ཡིན་ནི་ཅིག་སངས་རྒྱས་ཀྱི་མཚན་རེ་དྲངས་པ་ཡིན་ནི་ད་ཅིག།

པའི་བྱམས་པ་གླིང་རྗེ་རུ་སྒོམ་བྱེད་ཡོད་ན་དེའི་ཁ་ཐུག་དེ་དང་ཁོང་ཁྲོ་དང་གཅིག་སེལ་ཆགས་སྡང་གི་བློ་དེ་ཡིད་སྐྱེ་ས་མི་འདུག་ག་བ་ཅག་དེ་འདྲ་ཡིན་དུས་ཡིད་ཀྱིས་ཆོས་བྱེད་ཡ་དེ། ཞིག་མ་བྱས་འདག་རེད་མ་གཏོགས་བྱས་ཕྱིན་ཆད་ལ་ཕལ་ཆེར་ཆོས་ཆོས་སུ་ཕལ་ཆེར་འགྲོ་ཡ་ས་བྱི་རེད། ཞེས་ལུས་ངག་གི་ཆོས་དེ་ཚོ་བྲལ་ཏེ་ཆོས་སུ་འགྲོ་མི་འགྲོ་དང། རྐྱེན་གཞན་ཞིག་གིས་ཟིན་པའི་ཐོག་ནས་འགྲོ་ཡ་མ་གཏོགས་ཁོ་ར་ཇི་གོ་གི་ཐོག་ནས།